ཆབ་སྲིད་ཀྱི་ལུང་ཤོག་ཟེར་ན་མི་འདུག་ཆབ་སྲིད་ཀྱི་དམངས་ཁྲོད་ཆེན་པོ་འདི། ཡིན་མིན་ན་གྲོགས་ལ་གཡག་གི་ཟོས་དེ་ཟིག་ག་ས་ཡིན་མིན་ན་གཡག་ཤ་གྲོགས་ལས་ཟོས་སོང་ཟེར་ཡ་ཅིག་ད་ཡིན་མིན་ན་གྲོགས་ལ་གཡག་ལ་ཞག་སོང་ཟེར་ཡ་ཅིག་ཡོད་རེད་ད་འབྲོག་པ་ལ་གཏམ་འཕེལ་ཞིག་ད་འདི་ཡོང་རྒྱུ་ཡིན་པ་ད་ཉག་ཅིག་རེད་བསམ་གི་འདུག་སོ་སོའི་སྣང་ཚར་བྱས་པ་ཡིན་ན། ད་ཉིས་སྟོང་ཉི་ཤུ་རྩ་བདུན་ཚུན་ཆད་ལ་ཡ། འཛམ་གླིང་གི་ཨ་འགས་དུམ་བུ་ད་ཨ་རི་ཡིན་པ་ཆེས་གཉིས་པ་རྒྱ་ནག་ཡིན་པས་ད་འདི་གཉིས་ཀྱི་རྩོད་རྙོག་དེ་འཇིགས། འགྲུལ་འགྲོ་གི་རེད་ད། ཉིན་སྟོང་ཉི་ཤུ་རྩ་བདུན་གྱི་ད་མཇུག་ཏུ་བ་ནི་འཇིག་འགྲིལ་གི་རེད་ད། ད་དེ་ཚུན་ཆུད་ལི་ཡ་ཐག་ཆོད་འགྲོ་གི་རེད་ཟེར་ད། དེའི་ཁྱབ་ཚུལ་གྱི་ད་བསམ་ཚུལ་ཟེར་ན་མི་འདུག་ཡོ་ཤི་ཟེར་བ་གཅིག་གཙོ་བོ་དེ་རེད། དེ་གང་ཡིན་ཟེར་ན་ད། ད་ལྟ་ད Donald Trump དེ་ཨ་རིག་གི་སྲིད་འཛིན་ཆགས་དེ་ཡོད་རེད། ཨ་ནི Xi Jinping དེ་རྒྱ་ནག་གི་སྲིད་འཛིན་ཆགས་དེ་རེད་ཁོ་གཉིས་བར་གྱི་ད།

བྱེད་སྟངས་དེ་གཅིག་པུ་ལ་ཡང་ལྟ་བ་ཡིན་ན། ཁོང་གིས་ག་རེ་བྱེད་དགོས་རེད་ཟེར་ན་ཨུ་རུ་སུ་ལ་ཏང་ཉི་མ་ཡིན་ན་ཨ་རིག་གིས་ཨུ་རུ་སུ་དགྲ་ལྟ་གི་ཡོད་རེད། ཡུ་ཀེ་རེན་དེ་ཁོ་རང་ཚོའི་མཐུན་ཤོག་གི་རྒྱལ་ཁབ་རེད་ཁོ་རང་ཚོས་སྲུང་སྐྱོབ་བྱེད་དགོས་ཡ་གི་རྒྱལ་ཁབ་རེད། ཡིན་ན་ཡང། ད་རྒྱ་ནག་གིས་ལྟོ་གཅིག་གིས་ཞི་བའི་གཉིད་སད་ཆེད། ཨུ་རུ་སུས་ཡུ་ཀེ་རེན་ལ་དམག་རྒྱག་ཡ་ལ་ཡ་ཨ་ནི་རྒྱ་ནག་གིས་ཤུགས་ཆེན་པོ་གནོན་ཤུགས་ཆེན་པོ་སྤྲད་ཡོད་རེད། ཕུ་དུ་མ་སངས་ན་རྒྱབ་ཡོད་རེད། ཤུགས་ཕྱོགས་གཅིག་ནས་ཨུ་རུ་སུ་ལ་ཡ་ཨ་ནི་ཡུ་ཀེ་རེན་ལ་དམག་རྒྱག་དགོས་ཡ་གི་ཕུ་རྒྱག་ཨ་ནི་དུས་ཆེན་སྤྲད་ཡོད་རེད། ཕྱོགས་གཅིག་ནས་ཡང་དམག་དེ་ཨུ་རུ་སུས་མ་ཐུབ་ཡ་ཆེད་དུ་ལྐོག་ལྐོག་སིམ་སིམ་ནས་ཡུ་ཀེ་རེན་ལ་ཡ་ཨ་ནི་གཅིག།

རྒྱ་ནག་གིས་ཟླ་གཅིག་གི་ཞི་བའི་གཉིད་སད་དགོས་རེད། ཡང་ཨུ་རུ་སུ་སྟོབས་ཆེན་པོ་ཞེ་བོ་གཅིག་ཆགས་པ་ཡིན་ན་ཡང་རྒྱ་ནག་ལ་ཡང་རྔམ་སྐྲག་ཡོད་རེད། དེ་ཡིན་ཙང་དེས་ཨུ་རུ་སུ་ལ་ཡང་ཐོབ་ན་དགའ་གི་ཡོད་མ་རེད། ཡིན་ན་ཡང་ཨུ་རུ་སུ་གི་དམག་དེ་མ་བརྒྱབ་ན། ཡང་ཡུ་ཀེ་རེན་གི་མཐུན་ཤོག་རྒྱལ་ཁབ་ཨ་རི་དང་ཡུ་རོབ་དེ་ཚོ་ཡང་ཉམས་ཆག་འགྲོ་གི་མེད་པ་ཡིན་ཙང་དེའི་དམག་དེ་ཡར་བསླངས། དམག་དེ་བསླངས་ཚར་དུས་དམག་དེ་རྒྱན་རོང་པོ་ཆགས་ཡག་གི་ཆེད་དུ་ལས་ཡང་ཁུལ་ཡུ་ཀེ་རེན་ལ་ཀོ་ཀོ་གསུམ་གསུམ་ནས་རོགས་སྐོར་བྱེད། ཨ་ནི་དངོས་སུ་ཨུ་རུ་སུ་ལ་རོགས་སྐོར་བྱེད། ད་དེ་འདྲའི་གི་སྟངས་ནས་ཆབ་སྲིད་དེ་འདྲའི་གཅིག་གི་ཐོག་ནས་འགྲོ་བསྡད་ཡོད་རེད། ད་ད་ལྟ་འགྲོ་ན་ཀྲམ་གར་བྱེད་རེད་ཟེར་ན།

རེད་བ། ད་དུས་ཀྱི་སྨྱོ་རྩུབ་དགོད་རྩུབ་དེའི་ནང་ལོགས་ལ་ཡང་འགར་ལྟ་ཆེན་པོ་ཞོར་གྱིས་འགྲོ་ཡོང་དགོས་རེད་ག་རེ་ཟེར་ན། ཨ་རིག་གི་ནམ་རྒྱུན་གྱི་མཐུན་ཤོག་ཡུ་ཀེ་རེན་གཙོས་པའི་ཡུ་ཏ་ཡོ་རོབ་ཡོངས་རྫོགས་ད་དུས་དེ་འདྲས་བྱེད་ཡོང་དུས། དངུལ་སྐལ་གཙོ་བོ་དེ་ག་ནས་འགྲོ་གི་ཡོད་མེད་དེ་ཆབ་སྲིད་ལོངས་ཤོག་ག་དུས་ནང་མགོ་མ་ཚུད་ཡ་ཟེར་ན་མངོན་གསལ་དོད་པོ་མེད་བ་ཡན་ཙང་ཨ་ནི་ལྐོག་ལྐོག་སུམ་སུམ་ལ་ཡ་ཡོ་བི་གི་ཨ་ནི་རྒྱབ་ལྗོངས་ཀྱི་གནས་ཚུལ་དེ་ད་སུས་ཧ་མ་གོ་བི་ཐོག་ནས་ཤེས་མཁན་དེ་ལ་བརྟེན་ནས་ཡོ་རོབ་ནང་རྙོག་དྲ་ཆེན་པོ་ཡོང་ནས་ཨ་རིག་ད་འགར་ལྟ་ཆེན་པོ་འགྲོ་ཡ་གི་ད་ཉེན་ཁ་ཆེན་པོ་ཡོང་དང་ཡོང་བཞིན་བ་རེད། ད་ལས་ཀ་ཅིག་ལས་ཡོང་དུས་ཁོ།

ཨ་རིག་གིས་ད་ཡོད་ན་མེད་ན་ཅིག་རེད་སྙེ་མ་ནས་ད་ཁོ་རྒྱ་གར་དང་འབྲུག་པ་ནང་བཞིན་བྱས་ནས་ཅིག་ཨ་རིའི་ནང་ལོག་གི་ཆབ་སྲིད་ལོངས་ཤོག་ད་ཁྱིམ་ཚ་ག་རེའི་འགྱུར་བ་འགྲོ་བ་ཡིན་ན་ལམ་སང་ཀེ་ན་ཏྲ་ནང་དེ་ཤུགས་རྐྱེན་དེ་ལམ་སང་སླད་ཡོང་མགྱོགས་འགྲོ་གི་ཁོ་གཉིས་མཉམ་དུ་དེ་མཉམ་ཟ་མཉམ་འཐུང་གི་ད་ཁྱིམ་མཚེས་རྒྱལ་ཁབ་རྩ་ཆེན་པོ་ཅིག་རེད་དེ་ལ་ཡང་ཁོས་གིས་ད་འདྲ་ཟ་ཟེར་ན་མི་འདུག་ཁོས་གིས་ད་གོ་ངོམ་བྱས་ནས་པེ་ཙི་ཀོ་ཤི་བོ་བྱས་ནས་སོ་སོའི་ཁྱིམ་མཚེས་རྒྱལ་ཁབ་ཡིན་ན་ཡང་དེ་ལ་ཡང་ད་དང་པོ་ཁོ་རང་ནས་ཁོ་ཡར་ལངས་འོང་དུས་ཁོ་རང་མགོ་བཙུགས་ནས་པེ་ཤོ་ཚ་ཚ་འུར་འུར་བྱས་ནས་ཤོག་ཅིག་ནས་ད་ཁོ་རང་སྤྱི་ཚོགས་གཏོང་ལོག་ལེ་རེད་འཛམ་གླིང་ཡང་ལ་ཡང་ཁྱབ་བསྒྲགས་ཆེན་པོ་འགྲོ་ཡ་ད་ད་འདི་འདྲིའི་གི་ཤིག་རྐྱེན་ཨ་ནི་རྒྱལ་ཁབ་གཞན་པ་འདི་ཚོ་གིས་ཡང་ཅིག་གར་སེ་བོར་ད་ཁོའི་སྐད་ཆ་ཚང་མ་ཁོ་ཉིན་ག་ཆེན་པོ་ཡིན་པ་བཟོ་ཡ་གི་ད་རྫབ་ཆེན་བཟོ་ཡག་གི་ཆེད་དུ་ཡིན་གྱི་རེད། ཤོག་གྱིས་ནི་ཡང། གར་ཟེར་བ་ད། གྲི་རྩེ་ཐབ་ན་གྲི་རྩེ་ཁབ་རྩེ་ཐབ་ན་ཁབ་རྩེ་ཟེར་ཡག་ཅིག་ཡོད་རེད་བ་ད། གར་འབྲུག་གི་དུ་བཏགས་ནས་སྔགས་ཀྱི་བཏགས་ནས་འཆམ་འབྲུག་བྱེད་ཀྱི་ཡོད་ཀྱི་རེད། ད་གང་ལྟར་ཁོ་རང་གིས་སྐད་ཆ་འདི་གི་སྟངས་ནས་ཤུགས་ཆེན་པོ་སྤྲད་ཡོད་རེད། ད་འདི་གི་སྟངས་ནས་དེ་འདྲ་ཀ་ན་ར་ནང་ལོག་གི་མི་མང་ལ་ཡང་ཡང་ནོར་འཚུབ་ཆེན་པོ་བཟོས་ཡོད་རེད་དེ་གི་སྟངས་ནས་ད་ཅིག་ཨ་རི་ལ་མ་དགའ་ཡག་ད་ཨ་རི་གི་ལྕགས་ལ་མ་ཉོ་ཡག་འདྲ་བོ་ད། ད་དེ་འདྲིའི་གི་ཤུགས་ཆེན་དེ་ནི། རྒྱལ་ཁབ་གཉིས་བར་ལས་འགལ་ཟླ་ཆེན་པོ་འགྲོ་ཡག་གི་ཉེན་ཁ་ཡང་ཡོད་རེད་ཡིན་ཡང་དེའི་གི་བརྒྱུད་རིམ་གི་ཁྲོད་ནས་ཁོ་རང་སྐད་གྲགས་ཆེན་པོ་ཆགས་ཡང། མོན་ཐུ་ནི་རྒྱལ་ཁབ་གཉིས་གི་འགྲོ་སྟངས་དེ་ཡག་པོ་ཆགས་ཡག་དེ་འདྲས་ཡང་ཡང་ད་ཡོང་ཡག་གོ་སྐབས་ཡོད་རེད་ད། དེ་འདྲས་གི་འདྲ་མ་འདྲ་མང་པོ་ཅིག་བཟོས་ནས་ཟིང་ཚ་བོ་ཅིག་གི་སྒང་ནས་ད་ཁོ་གིས་ད་རྒྱ་ནག་པའི་དེ་མ་དཔབ་ཡག་གི་ད། ཆབ་སྲིད་འདྲ་བོ་ཅིག་ཡོད་པ་རྒྱ་ཆ་རྒྱ་རེད་ད་ག་ཚོད་ཙམ་དཔབ་ཐུབ་ཀི་ཡོད་མེད

ང་ཚོ་གི་ཆབ་སྲིད་ལོངས་ཤོག་འགྱུར་བ་གཏོང་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་དཔེ་ཆ་བཞག་ན་ཐེ་ཝན་འདྲ་བོ་ཞིག་ཡིན་ན་མཉན་མ་ཨ་རིག་གི་ད་ཐེ་ཝན་རང་བཙན་ལ་ཡང་འདི་བྱེད་གི་མེད་རྒྱབ་སྐྱོར་བྱེད་གི་མེད་མཉན་མ་ད་ཨ་རིག་སྲིད་འཛིན་རེད་དེ་ད་ད་དྲ་རྒྱ་གི་སྟེང་ལ་ཡ་དེ་གི་ཆ་ཤེས་དེ་མ་ཉེས་ཆ་རང་མ་འཐེན་ད་འདི་བྱེད་ཆོག་འདི་འཛུགས་གི་ག་རེ་བཏིང་དགོས་རེད་ཟེར་ན་ད་ང་ཚོ་ཐེ་ཝན་ལ་རང་བཙན་ལ་ཡང་རྒྱབ་སྐྱོར་བྱེད་སྲིད་པ་རེད་ད་ཟེར་ཡ་གི་ཉེན་བརྡ་འགྲོ་བ་ཞིག་མ་སོང་ན་གཏོང་དགོས་རེད་རེད་བ། ད་ཁོ་རང་གི་སྲིད་འཛིན་དུས་ཡུན་སྔ་མའི་སྐབས་སུ་ཡང་ཨ་ཐེ་ཝེ་ལི་ཡ་ཨ་ཐེ་ཝེན་གྱི་གནས་ཡུལ་མི་སྣ་དེ་ཚོ་ཨ་རི་ལ་ཡོང་ཆོག་ཡ་གི་ད་གོ་སྐབས་མང་པོ་རག་ཡ་ད་དེའི་སྐབས་སུ་ཨ་ཐེ་ཝེན་གྱི་ད་སྲིད་འཛིན་སྤྱི་མི་དེ་གོ་སྐབས་མང་པོ་ལེན་ཐུབ་ཡོད་རེད་རེད་བ། ད་ང་ཚོས་དེའི་སྐབས་སུ་ལི་ཡ་ཨ་ང་ཚོའི་ཁྲིམས་ལུགས་གཏན་ལ་ཕབ་ཡ་གི་ད་གོ་ཨ་རི་གོ་གྲོང་དཀར་པོའི་ནང་ལི་ཡ་ཨ་ང་ཚོས་གི་ད་གར་སྲིད་སྐྱོང་འགྲོ་ཐུབ་ཡ་ད་ད་དེ་འཛིན་གི་སྟངས་ལ་གོ་སྐབས་ང་ཚོས་ག་ལ་གང་འཚམས་རག་ཡོད་རེད་ད་ད་འདུག་ཡིན་ན་ང་ཚོ་ལི་ཡ་མུ་མཐུད་ནས་གོ་སྐབས་ཆེན་པོ་སྤེལ་ཡོད་རེད། རེད་བ། ད་གལ་ཆེ་ཤོས་དེ་ག་རེད་ཟེར་ན་ད་ང་ཚོ་གིས་ད་ལྟ་རྒྱ་ནག་མང་མོ་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་ལ་ཡ་ཤར་སྐྱོད་བྱེད་ཡ་ཡིན་སྨྲ་རུལ་ལྟ་བ་རྒྱུན་འཁྱོངས་བྱེད་ཡ་ཡིན་ཟེར་ཡག་གི་ཡིག་ཆ་དེ་ང་ཚོས་ད་ཤོར་དུ་བྱེད་དགོས་ཡ་ད་ཡོད་ན་མེད་ན་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་རེད་ད། ད་སྤྱི་ཟླ་གསུམ་པའི་གྲོས་ཚོགས་ཡ་འཚོགས་ཐུབ་གི་ཡོད་དེ་སྐབས་སུ་ལ་ཡ་ང་ཚོས་དངོས་ནས་གྲོས་ཚོགས་ནང་ལོགས་ལ་ཡ་དེ་འདྲའི་ད་ང་ཚོ་འགྱུར་བ་གཏོང་ཡ་གི་གྲོས་འཆར་དེ་འདྲ་འཁྱེར་དགོས་ཡ་ཧ་ཅང་གལ་ཆེན་པོ་རེད། རེ་བ་གྲུ་ཆར་ལྡིང་གི་ཁྱེད་ནི་ང་ཚོའི་འགྱུར་བ་བཏང། འདི་ཡིས་ང་ཚོ་ཤུལ་བསྡུ་བྱེད། བརྗིད་ལ་ཡང་རང་བཙན་གྱི་ལོང་ཤོག་འགུག་ཡོད་ན་རེད། ཡང་བརྗིད་ལ་ཡང་མི་མང་གི་འོད་གསལ་བ་བླུག་འགུག་ཡོད་ན་རེད། བརྗིད་མེད་ཀྱི་ད་ཆབ་སྲིད་ཀྱི་ལོང་ཤོག་ག་རེ་འགྲོ་མི་འགྲོ་དེ་མ་བསྟུད་པའི་ད་ལྟ་ཡོད་བྱེད་པ་དེ་དེ་ཤེས་ལྡན་བྱེད་དགོས་ཡ་དེ་གལ་ཆེན་པོ་རེད་དེ་ཤེས་ལྡན་བྱེད་པའི་ཁྲོད་ནས་ང་ཚོ་ལ་ཡང་གོ་སྐབས་མང་པོ་ཅིག་ཏག་ཨ་རིའི་ཤོག་ལ་ཡང་ལན་ཡང་ཡོད་རྒྱུ་དེ་ཚོ་ཚང་མ་ལན་རེད་བ། ཧ་ཅང་གོ་སྐབས་ཆེན་པོ་ཡོད་རེད་ད་འདི་ཚོ་སྐྱེས་མ་ལན་ད་ལྟ་འདི་འདྲ་བྱེད་བསྡད་པ་ཡིན་ན་ང་ཚོ་ལ་ཧ་ཅང་ཉེན་ཁ་ཆེན་པོ་དཔེ་ཡོད་རེད་ད་ད་རེས་གོ་སྐབས་འདི་ཤོར་བ་ཡིན་ཙང་གོ་སྐབས་ཤོར་བ་ཙམ་མ་ཡིན་པ་ཉེན་ཁ་གི་ནང་ལ་ཡང་ལྷག་ཡག་གི་ང་ཚོ་ལ་ཧ་ཅང་གི་འདི་ཤུགས་ཆེན་པོ་ཡོད་རེད་བ། ད་ཐིག་གིས་ཨ་རི་གི་ཆབ་སྲིད་དང་ཇོ་ནང་ཏྲོམ་གྱི་ཆབ་སྲིད་འདི་ཐོག་ནས་ཀྱི་ང་ཚོ་ལ་ཡ་ཅིག་ཅག་ཅིག་མཆོང་ཤིག་བྱས་ནས་ཁོ་ལ་ཡ་ཨ་ནི་བལ་གྱི་ཡེ་ཆེ་ཆེ་བཞག་ཡ་འདི་འགྲིག་གི་ཙི་ཏའི་རྩ་བ་ཉན་ནི་ཡོད་མ་རེད། ཡིན་ན་ཡང་ང་ཚོ་ད་ཨ་རྒྱ་གཉིས་ཀྱི་ད་འཁྲུག་རྩོད་འདི་ཐོག་ནས་ང་ཚོ་ཨ་རི་གི་ཤོག་ལ་ཡ་འགྲོ་དགོས་ཡ་དེ་ང་ཚོ་དམངས་གཙོ་དང་རང་དབང་དང་ཨ་འདི་རྩོད་ལེན་བྱེད་ངེས་ཅིག་ཡིན་པའི་ཆ་ནས་ང་ཚོ་དེ་ཤོག་ལ་འགྲོ་དགོས་ཡ་དེ་རྒྱ་ཆེ་རྒྱ་རེད་བསམ་དགོས་འདུག་དེ་གལ་སྲིད་ང་ཚོ་ཨ་རི་གི་ཤོག་ལ་འགྲོ་བ་ཡིན་ན་ང་ཚོ་ཤོག་མ་སྲུ་ལ་མགོ་བོ་ངོ་མ་ས་ཟེར་ངེས་ཅིག་ཡོད་རེད་འོ་ད་འདི་ཆ་ཡ་གི་ང་ཚོ་ལམ་ཀ་དེ་ཡོད་རེད་ཨ་རྒྱ་ནག་གི་ཤོག་ལ་ཡ་ང་ཚོ་ད་འདུག་ཨ་ནི་ཅིག་ཅག་ཅིག་མཆོང་ཤིག་བྱས་ནས་ད་རྒྱ་ནག་གི་དཔེ་དེ་མགོ་བཏགས་ཤོད་ནས་དམའ་རུ་བཏགས་བ་རྒྱུན་འཁྱོངས་བྱེད་གི་ཡིན་ཅིག་བྱེད་གི་ཡིན་མུ་མཐུད་ནས་ལབ་བདེ་བ་ཡིན་ན་ང་ཚོ་ལ་ཡ